ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ནི་སྐུ་ཁམས་བཟང་ཞུ་ཡ་ཡིན་ད་རིང་རྒྱལ་བའི་སྐུ་ཡི་ལྷ་སྐར་བཟང་ད་ཁ་སིང་ངེ་རེ་ས་ལྷག་པ་སྔོན་མ་དེ་ལ་ངེད་ཀྱིས་ད་ལྟ་བཅའ་ཁྲིམས་ནང་ནས་དོན་ཚན་སུམ་ཅུ་སོ་བརྒྱད་ནང་ལོགས་ལ་ནང་གསེས་དགུ་ཆེ་བ་གཅིག་ངེད་ལོགས་ཡོད་འདི་དོན་ཚན་སུམ་ཅུ་སོ་བརྒྱད་འདི་བཅའ་ཁྲིམས་ནང་ལོགས་ག་རེ་རེད་ཞུ་བ་ཡིན་ན་སྤྱི་འཐུས་གཅིག་ཆགས་བ་ཡིན་ན་ཨ་ནི་ཁོ་ལ་ཆ་རྐྱེན་ག་རེ་ག་རེ་དགོས་རེད་ངོ་འདི་ངེད་ལོགས་ཡོད་ད་རིང་ངེད་ངོ་ནས་ཕྱིན་ན་ད་སྤྱི་འཐུས་གཅིག་མ་བིས་བ་ཡིན་ན།

དགེ་ལུགས་ཆོས་བརྒྱུད་ནས་སྤྱི་འཐུས་བདམས་ནས་བཏང་གནང་བ་ཨ་མྲོ་ཚེ་བརྟན་གྱིས་ནི་གདན་ས་ཆེན་པོ་བླ་སྤྱི་ནང་ལོགས་ལ་སྐད་ཆ་ག་རེ་བཤད་དོ། མང་ཚོགས་ལ་སྐད་ཆ་ག་རེ་བཤད་དོ་ད་དེ་ཚོ་མཐོང་འདུག་ག་ནི། དངོས་གནས་དྲང་གནས་ཕྱོགས་གཅིག་ལ་བལྟ་ན་སེམས་པ་སྐྱོ་གི་འདུག་ར་ཕྱོགས་གཅིག་ལ་བལྟ་ན་ནི་ད་དངོས་གནས་དྲང་གནས་ཉེན་ཁ་ཆེན་པོ་གཅིག་ག་ལ་སླེབས་འདུག་ད་ང་ཚོའི་གྲོས་ཚོགས་སྐབས་བཅུ་བདུན་པ་འདི་ད་ལས་ཀ་ཡག་པོ་གཅིག་བྱེད་བཅུག་ཡ་མེད་པ་འདི་ད་བརྒྱ་ཆ་བརྒྱ་རེད་ཤག་གྲོས་ཚོགས་སྐབས་བཅུ་བདུན་ནང་ལོགས་ལ་ར། ཨ་ནི་ཚོགས་གཙོ། སྒོ་ཚོགས་གཙོ་ནས་རྩིས་བས་ཀྱི་ད་བཅའ་ཁྲིམས་གཞི་བཟུང་ལག་བསྟར་བྱེད་ཡས་ལ། ཁོ་ཚོ་ལ་ད་འདི་མི་འདུག་མང་མོས་ཐོབ་ཀྱི་མི་འདུག་ད་འདི་ག་རང་རེད་ཤག་གང་བྱེད་ཡག་སྐོར་ཤེས་མ་སྐོར་ཤེས་ཨ་འབྲུ་ཚེ་བརྟན་གྱིས་ད་ད་ལྟ། སྐད་ཆ་ཧམ་པ་ཆེན་པོ་འདི་འདྲས་མ་གསལ་བཤད་བྱེད་ཡས་ད་བཅའ་ཁྲིམས་ཟིན་བྲིས་ཉན་ཁ་ཚ་བོ་ཆེ་ཁྱེར་ཡོད་བ་དེ་ཚོ་ག་བ་ལ་འགྲེལ་བཤད་རྒྱག་ཡོད་པ་ལ་ད། གདན་ས་ཆེན་པོ་གྱི་བླ་སྤྱི་ནང་ལོག་ལ་འགྲེལ་བཤད་རྒྱག་ཡོད་ར་ད། ང་འགྲོ་བྱེད་ན་ཁོ་རང་རྒྱལ་བའི་བཤེས་གཉེན་རང་ཡང་ང་ཡིན་ན་དེ་འདྲ་ཁ་ནས་དོན་ཐུག་ས་མ་རེད་དངོས་གནས་དྲང་གནས་རྒྱལ་བའི་བཤེས་གཉེན་ལ་ན་ད། ད་དེ་དུས་ཚོད་ཁང་ནང་ལོ་ལ་རྒས་རྒོ་ལ་ཕས་ཡོད་ཀྱང་ཨ་ནི་མཁན་པོ་ཕས་ཡོད་ཀྱང། དགེ་བའི་བཤེས་གཉེན་བྱེད་ན་སོ་སོ་གྱིས་ད་རྒས་རྒོ་དང་མཁན་པོ་སོ་སོ་འདྲ་བོ་གཅིག་པ་ཨ་ནི་རྒས་ཤི་ལ་དེ་འདྲས་ཡོད་ན་དངོས་གནས་དྲང་གནས་སོ་སོའི་གྱི་ཡ་རབས་བཟང་སྤྱོད་སོ་སོའི་གྱི་ག་རེ་སྤྱི་ཚོགས་ལ་ཕན་པ་དོ་སྐྱབས་མགོན་རིན་པོ་ཆེ་ལ་ག་རེ་ཡ་དབུ་འོག་དཔུང་སྡེ་ཞུས་དོ་བོད་མིའི་སྒྲིག་འཛུགས་དེ་ཡ་སྐྱོ་པའི་གྱི་སྤྱི་བའི་གྱི་རྩ་དོན་ལ་ག་རེ་བྱེད་དོ་དེ་འདྲས་བཤད་གྱི་ས་ཆ་གཅིག་རོ་ཡང་དེ་འདྲས་བཤད་ད་ཡོད་མ་རོ་བ་བྱས་བྱས་ཁོ་རོ་བྱས་ཀྱི་ཁོ་རོ་ཡོད་མ་རོ་བ། ལྟས་ནས་དེ་འདྲ་ཤེས་ཡོད་པ་ད་དེ་ཧང་སང་ཡིན་གྱི་ཉེན་ཁ་ཆེན་པོ་བསླངས་ཤག་ད་གང་བྱས་སྐབས་བཅུ་བདུན་པ་དེ་ཚོ་ཡག་པོ་བྱེད་ཐུབ་ཡས་ལ་མང་མི་དགོར་བ་བཅའ་ཁྲིམས་གཞི་བཟུང་བྱས་ནས་ལས་ཀ་བྱེད་དགོར་བ་ཨ་འདིས་མང་མི་ཐོབ་ཡ་མི་འདུ་བ་ད་དངོས་དེ་ཕྱིན་སྟོད་གོ་ན་དེ་ཤི་ད་ག་འདྲས་ཅིག་ལ་སླེབས་ཀྱི་ཡོད་ན་བསམ་ནས་ལྟས་ནས་གས་དངོས་གནས་དྲང་གནས་ང་ཚོའི་མི་དེ་འདྲས་ཐབས་སྐྱོ་བོ་ཁྲིམས་ལ་མ་བརྩི་ངས་སྐྱབས་མགོ་རིན་པོ་ཆེ་ཐུགས་ཕམ་བཅུག་ངས་བོད་མི་སྒྲིག་འཛུགས་དེ་གཏོར་ཡ་རང་བསམ་བློ་བཏང་ངས་གས་མི་གྲོས་ཚོགས་འཐུས་མི་དེ་སྐད་གཉིས་ཟུར་ལ་ན་ང་ར་ས་རང་གི་སྐྱར་བ་ད་ནང་ལོ་ལ་ད་ཁོང་ཚོས་དེ་འདྲས་བྱེད་ཀྱི་འདུ་བ། ད་འདི་སྒང་ལ་འགན་ཆེ་ཤོས་དེ་ད་གདན་ས་གྲྭ་ཚང་ཁག་ནས་ཁེལ་གོ་འདུག་བསམ་གྱི་འདུག་ལྷན་གྱི་ཚོད་ཀྱིས་ད་དངོས་གནས་དྲ་གནས་ཆོས་རྒྱུད་ནས་བདམས་གནང་བའི་གི་ཆོས་རྒྱུད་སྤྱི་འཐུས་བཅུ་ག། བཅུ་ཨེ་ནི་ཁྲིམས་འགལ་རེད་ད། ཁྲིམས་ལ་ཁྲིམས་འགལ། ཁྲིམས་འགལ་བྱེད་ཀྱི་ཡོད་རེད་ད་ཁོང་ཚོས་གི། ཁོང་ཚོས་གི་བཅའ་ཁྲིམས་ལ་དད་པ་ཡོད་མ་རེད་ཁོང་ཚོས་གི་བཅའ་ཁྲིམས་རིན་པོ་ཆེ་གཞི་བཟུང་སྒྲུབ་ཀྱི་ཡོད་མ་རེད་ཁྲིམས་བཟོས་གི་ལས་འགན་དེ་སྒྲུབ་ཀྱི་ཡོད་མ་རེད་དེ་ལས་ལྡོག་དེ་ཨ་ནི་བཅའ་ཁྲིམས་ཟིན་བྲིས་ཞྭ་ནག་ཚ་བོ་དེ་འདྲས་ཁེལ་ཡོང་ཨ་ནི་ཁོང་ཚོས་གི་ལས་ཀ་དེ་ཚོ་ཚར་ཚར་བ་ཡིན་ན་ཨ་ནི་ག་བ་ལ་བཅར་ཀ་འགྲོ་གི་འདུག་ད། སྤྲུལ་སྐུ་གར་ས་དེ་སྤྲུལ་སྐུ་རྫུན་མ་ཨོ་རྒྱན་སྟོབས་རྒྱལ་རྩ་ལ་ཅར་གྱི་འདུག་མ་གཞི་ད་ཁོང་ཚོ། ཁོང་ཚོ་ད་གང་བྱས་ལྷན་རྒྱས་ཚུལ་གྱི་གདན་ས་ཆེན་པོ་གི་དགེ་བསྐོས་དང་གལ་བའི་བཤེས་གཉེན་དང་བསྟན་དར་བླ་ཆེན་དག་ལ་རྩི་ཡ་དང་རྩ་བ་གཉིས་ནས་མ་རེད་འདུག་ད། དངོས་གནས་དྲང་ལ་འདི་ལྷན་རྒྱས་ཚུལ་གྱི། བརྟག་ཞིབ་གནང་རོགས་གནང་སྤྱིར་བཏང་ནས་ཆོས་བརྒྱུད་སྤྱི་འཐུས་བཅུ་འདི་ཨེ་འདི་གདན་ས་གྲྭ་ཚང་དེ་འདྲའི་ནང་ལོགས་ལ་ཞུགས་ཀྱི་མེད་པ་རྟགས་རེད་འདུག་ད་ཁ་ཅིག་ན་ཞུགས་ཀྱི་ཡོད་ན་ད་དེ་འདྲའི། དེ་འདྲའི་ཁྲིམས་འགལ་དང་ཨ་ནི་གར་ཞུགས་བར་ད་དེ་འདྲའི་བོད་མི་རྩ་དོན་ལ་གནོད་བའི་གྱི་ལས་ཀ་དེ་འདྲ་བྱེད་ཀྱི་མ་རུ་བ། ད་ཁོ་ཚོ་ད། ང་རང་གིས་ད་སྒེར་གྱི་འདི་ཡིན་ད་ཁོ་ཚོ་ད་གདན་ས་གྲྭ་ཚང་ནང་ལོགས་ལ་ཕལ་ཆེར་ཞུགས་ཀྱི་མེད་བས་ཀྱི་རྟགས་དེ་རེད་ཤག་ཡིན་ནས་ད་ཁོ་ཚོ་ཆུ་དེ་ཞུགས་ཀྱི་མེད་ན་ཀྱི་ལྷན་རྒྱས་ཚུགས་ཀྱི་སྐུ་ཚབ་རེད་ད། དགེ་ལུགས་ས་སྐྱ་རྙིང་མ་བཀའ་བརྒྱུད་བོན་གྱི་སྐུ་ཚབ་རེད་ད་ཁྱེད་རང་ཚོ་གི་ད་ཁྱེད་རང་ཚོ་གི་སྐུ་སྐུ་ཚབ་དེ་གར་གནང་གྱི་འདུག་དངོས་གནས་དྲང་གནས་ད་ཉེན་ཁ་ཆེན་པོར་ཤག་དེ་ཚོ་ཚང་མ་བསམ་བློ་བཏང་རོགས་ཡ། རྒྱ་ནག་དམར་གཞུང་གིས་ང་ཚོ་ལ་བྱིས་མ་བརྡོལ་བས་དེ་ད་ཁོ་ཚོའི་བྱིས་འཁོར་ཆོས་བརྒྱུད་སྤྱི་འཐུས་བཅུ་དང་ཨ་ནེ་ད་འདོད་ད། མདོ་སྟོད་ནང་ནས་ཆིག་བསྡུས་ཆེ། དབུས་གཙང་གི་ཆིག་བསྡུས། དེ་འདྲས་ཀྱི། དབུས་གཙང་ནང་ནས་ཆིག་ཆེ། ཁོ་ཚོས་ཀྱི་གནང་གི་འདུག་ཨ། མདོ་སྟོད་ནང་ནས་ཆ་ཚང་མར་འདུག་ད། ཡག་པོ་འདུག། ཡིན་ནས་ཀྱི་ད་དེ་འདྲའི་ཆ་ནས་ནི་མང་མོས་ཆགས་ཀྱི་འདུག་ཨ་ཆོས་རྒྱུད་སྤྱི་འཐུས་བཅུ་དེ་གང་ཚང་རེད་ད། དབུས་གཙང་ནང་ནས་གཅིག་ཡོད་རེད། བྱང་མངའ་རིས་ནས་གཉིས་འདུག་ཨ། ད་གང་ཅིའི་ང་ཚོ། ད་སྔོན་དེ་བཅའ་ཁྲིམས་ཀློག་དེ་ང་དེ་བསམ་བློ་གླས་ཀྱི་མི་འདུག་ད་ཉེན་ཁ་ཆེན་པོ་གཅིག་རེད་ཤག་དེ་ཕྱིན་ནས་ད། གདན་ས་ཁག་གི་གྲྭ་ཚང་རྣམས་ཀྱི་དངོས་གནས་དྲང་གནས་ཀྱི་ད། ཐུགས་བསམ་བཞེས་ནས་ང། ཁོ་ཚོའི་མི་བཅུ་མར་བཏང་ཁོ་ཚོའི་མི་བཅུ་དེ་སྐུ་ཚབ་རེ་བཏང། དེ་ས་ཆོས་བརྒྱུད་ཆེན་པོ་བཅུ་གི་སྐུ་ཚབ་རེ་ངོ་བདེ་ཆེན་ད་སྐུ་མཁྱེན། ད་ག་རེ་བཞུགས་ད་ཚིག་གེ་བདེ་མི་འདུག་ར་དངོས་གནས་རྒྱ་ནག་དམར་གཞུང་གི་ཕྱི་མ་དེ་བས་དེ་ད་ང་ཚོའི་གི་གྲོས་ཚོགས་ནང་ལོག་གི་འཐུས་མི་དེ་ཚོ་བྱེད་ཀྱི་འདུག་ད་མགོ་ནག་གི་འཐུས་མི་ད་དེ་ཚོ་དྲན་ཁ་རེ་བཙན་འཛུལ་རེ་ཆགས་པ་རེ་ལ་ངས་དེ་ཚོ་ད་དངོས་གནས་དྲང་གནས་སོ་སོ་རང་གི་ད་མདོག་དེ་སྟོན་ཡོད་ར

ས་གནས་ཁ་ཤས་ལ་ས་གནས་འཐུས་ཚོགས་ཡོད་ས་ལ་མི་དམངས་ཚང་མ་འགྲོ་ནས་ས་གནས་འཐུས་ཚོགས་འདོན་ལ་ད་ང་ཚོ་གི་གྲོས་ཚོགས་ཀྱི་འཐུས་མི་དེ་ཚོས་ཀྱི་སོ་སོ་གི་ཁྲིམས་ཀྱི་ཁྲིམས་བཟོ་ལྷན་ཚོགས་ཀྱི་ལས་ཀ་དེ་ཁྲིམས་དེ་བཟོས་དགོས་འདུག་འགན་དེ་འཁྱེར་དགོས་འདུག་ད་བཅའ་ཁྲིམས་ཟིན་བྲིས་གནང་ནས་ཁྲིམས་ཞིབ་པ་ཆེ་ཡག་བསྐོས་དགོས་འདུག་ཨ་ནི་ཡིག་བྱང་སུམ་ཅུ་སོར་དགུ་བ་དེ་མགོ་ནས་བླངས་ཡ་མེད་བ་དེ་ད། གང་ཅིས་བཟོས་གོ་འདུག་མ་གཞི་ཡིག་ཆ་ཨང་སུམ་ཅུ་སོར་དགུ་བ་ད་ག་འདྲས་འབྲི་ཤེས་རྒྱ་བོར་ད་ཡིག་ཆ་ཨང་སུམ་ཅུ་སོར་དགུ་བ་ལའི་འདི་ད་ཁྲིམས་འགལ་ཐོག་ནས་ཡོང་སྐྱོར་བ་ཁྲིམས་ནང་ལོ་ལ་མེད་བ་ཅིག་བཟོས་ར་བ་ད་ཡིག་ཆ་ཨང་སུམ་ཅུ་སོར་དགུ་ད་ག་རེ་འབྲི་ཤེས་རྒྱ་བོར་འདི་གང་ལ་ད་ཐ་མའི་ཐབས་ཤོད་སྐྱབས་མགོན་རིན་པོ་ཆེ་མ་བཀའ་ཡིག་ཕེབས་ཡོད་ར་རྒྱ་བོར་རིན་པོ་ཆེ་མཆོག་གིས་ཕྱག་བྲིས་ནང་ལོ་འགལ་ཁྲིམས་ལས་འགལ་བའི་གི་ལམ་སྟོན་གནང་ཡ་མེད་གསུངས་ཡོད། གང་ཅིས་མང་གཙོའི་གི་འགྲོ་སྟངས་གི་རྒྱལ་ཁབ་ནང་ལོ་ལ་བཅའ་ཁྲིམས་ལས་འགལ་བཅའ་ཁྲིམས་རིན་པོ་ཆེ་གི་དབར་ལ་བདེ་བོར་མ་དེ་ལས། སྒང་ལ་བྲོས་དང་འདི་ལས་དོར་ནས་ལས་ཀ་བྱས་དོན་ཚོ་ཆ་ཚང་ཡོད་ཁོ་ར་མ་རེད་ད། འོང་དེ་ཕྱིན་ད་ང་ཚོའི་མང་མི་དམངས་ཚོས་ཀྱིས་ད་དངོས་གནས་དྲང་གནས་ཡ་ཞང་ཡས་ཀྱི་དུས་ཚོད་རེད་གཅིག་སྒུག་དགོས་ཡོད་མ་རེད་ཚོགས་པ་ཡས་དགོས་ཡོད་མ་རེད་ཚང་མས་ཀྱིས་ད་ཕི་ཀའི་ལྕབ་ནས་ས་གནས་ལ་ས་གནས་འཐུས་ཚོགས་ཡོད་ན་ས་གནས་འཐུས་ཚོགས་ཀྱི་དགོངས་འདྲ་ལ་འགྲོ་དགོས་ཧ་ཅི་ལ་ན་གྲོས་ཚོགས་དེ་ས་གནས་འཐུས་ཚོགས་དང་འབྲེལ་བ་ཆགས་ཀྱི་ཡོད་རོ་ཨ་ནི་བྱུང་གསུམ་བྱུང་ན་སོ་སོའི། སྤྱི་འཐུས་ཡོད་རོ་ཨ་ཕྱོགས་བཞུགས་ཀྱི་སྤྱི་འཐུས་མདུན་ལ་འགྲོ་ནས་ད་ཡིན་ན་ཁྱོད་ཚོས་སོ་སོའི་ལས་འགན་དེ་བྱི་རོ་བྱིས། སྤྱི་འཐུས་ལ་སྤྱི་བའི་འཐུས་མི་རེ་དང་མི་སྒེར་གཅིག་གི་གྲོགས་འགོ་བཙོང་ས་དང། ཨ་ནི། འདི་ག་རེ་འདི་མ་རེད། མི་ཚེ་སྐྱེལ་ས་མ་རེད་ད། སྤྱི་བའི་འཐུས་མི་ཡིན་འདུག་ཨ་ནི་སྤྱི་བའི་གི་ལས་འགན་འདི་སྒྲུབ་དགོས་འདུག་ཁྱོད་ཚོ་ངོ་དེ་བྱས་ནས་མི་མང་ཚང་མ་ད་སོ་སོ་སོ་སོ་གི་ཕྱོགས་ཤུལ་སྤྱི་འཐུས་མདུན་ལ་འགྲོ་ནས་ཨ་ནི་སྐད་བརྒྱབ་དེ་མིན་ནས་ཕྱོགས་ཤུལ་སྤྱི་འཐུས་ཞུགས་ས་གནས་ལ་མེད་ན་ཨ་ནི་གྲོས་ཚོགས་འཐུས་མི་ཡོད་ས་ལ། ཕས། གྲོས་ཚོགས་འཐུས་མི་མེད་ན་ཨ་ནི་ད། ཕྱི་གི་ཡུལ་གྲུ་ཁག་ལ་ཡིན་ན་ཆོག་ཤུལ་སྤྱི་འཐུས་ཡོད་ན་ཆོག་ཤུལ་སྤྱི་འཐུས་དུ་ལ་འགྲོ་མེད་ན་ཨ་ནི། སྐུ་ཚབ་དོན་གཅོད་ལས་ཁུངས་དང་དེ་འབྲེལ་ལ་འགྲོ་ནི་ད་གང་བྱེད། ད་རིང་ནས་བཟུང་ནས་འགོ་བཙུགས་ནས་ཕར་སྐད་རྒྱག་འོ་འདུག་མ་གཞི་ད་ཁོང་ཚོས་གི་ཧམ་བཤད་ལོག་བཤད་བྱེད་ནས་ང་ཚོ་ད་འདོད་འདི་སྒུར་བསྡད་པ་ཡིན་ན་ད་གྲོས་ཚོགས་ཀྱི་ཚོགས་གཙོ་གི་ད་ལས་ཀ་གནང་ཡས་མེད་པ་འདི་ད།

སུ་སུ་སུ་གི་རྐྱེན་ཁྱེད་ནི་དངོས་གནས་དྲང་གནས་བོད་མི་རྩམ་ཟན་ཡིན་ན་ད་ལྟ་བར་དུ་ང་ཚོ་རྒྱ་བ་རུན་པོ་ཆེ་ཁོང་གི་ཐུགས་རྗེ་བྱིན་རླབས་འོད་གསལ་ལ་བརྟག་ནས་ང་ཚོ་དེ་འདྲས་བྱུང་ཡོད་རེད་ནི་བོད་མིའི་སྒྲིག་འཛུགས་ཀྱི་ནི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ང་ཚོ་ཚང་མ་སློབ་སྦྱོང་རག་ཡ་དང་ག་རིགས་ཚང་མ་བྱུང་དེ་ཡོད་རེད་དེ་བྱིན་ད་བོད་མིའི་སྒྲིག་འཛུགས་དེ་ཆགས་དང་འཇིག་ལ་གནས་བའི་གི་དུས་ཚོད་དེ་ལ་ད་ཚང་མ་གི་ཡ་བཞག་ནི་ད་འཕེལ་རྒྱས་ལ་འགྲོ་དགོས་འདུག་འདི་སྒང་ལ་ང་དམིགས་བསལ་ག་རིགས་ཞུ་ཡ་ཡིན་ལ་ད་ར་ད། གདན་ས་ཆེན་པོ་ཁག་དང་ཚོགས་པ་སྐྱིད་སྡུག་ཁག་ཡོད་རུང་ཨ་རེ་ད་ད་གསར་འགོད་ཁང་དེ་ཚོ་ད་ད་དེ་འདྲས་མ་ཞུ་བ་ཆེད་ད་སོ་སོའི་ལས་འགན་དེ་བཞེས་ནས་ད་ཁོ་ཚོ། ཡ། ལྕགས་ནི་གནང་ན་མ་བཞེས་ད་ང་ཚོ་ཕྱིར་གྲག་གི་འདུག་ཨ། མོ་དེ་བཞིན་ད་ཚང་མ་གི་འདི་གནང་དགོས་འདུག་ཞུ་ཡ་ཡིན། ད། ད། གཞན་པ་ད་ང་ཚོ་ཚང་མ་ད་ཉེན་ཁ་ཆེན་པོ་གཅིག་ལ་འགྲོ་ཡ་རེད་འདུག་རོ། ཁྲིམས་མེད་ལུང་མེད་ཨ་ནི། ད། ཁྲིམས་མེད་ལུང་མེད་འདི་ཚོ་གི་གང་བྱེད་ལ་ད་ནི་ད། གང་བྱེད་གྲོས་ཚོགས་འདི། གར་ཞུགས་ད། མི། བཅའ་ཁྲིམས་ལ་ཡིད་ཆེས། མ་བྱེད་ངེས་དང། ཨ་ནི་བོད་མི་སྒྲིག་འཛུགས་འདི་གཏོར་ཡ་གི་དམིགས་ཡུལ་དང་རྒྱལ་བ་རོན་པོ་ཆེ་བསྐྱར་ནི་བསྐྱར་དུ་ཐུགས་ཕམ་བཟོས། བཟོད་ཡབ་ཀྱི་ཨེ་ནི། དམིགས་ཡུལ་ཡོད་པ་དེ་ཚོའི་གི། མང་མོས་དེ། ལ་ཨ་ནི་བསྟེན་ནས་བསྡད་བསྡད་ཤག་ད་གྲོས་ཚོགས་དེ། ད་ཁོ་ཚོ་ལ་ཁོར་ཡུག་དྲུང་ཁོ་ཚོ་ལ་ངོ་སོ་ཨེ་འདྲ་བྱེད་ནས་བསྡད་བསྡད་ཤག་ད་ང་ཚོ་མི་མང་གི་དེ་ཧ་ཁོ་ནི་རྫ་དྲང་ཡིན་པ་ཧ་ཁོ་ནི་གཅིག་ལང་ན་མ་ཤེས་དངོས་གནས་དྲང་ནས་ང་ཚོ་ལས་རྒྱུ་འབྲས་ལ་འགྲོ་གི་མ་རེད་ར་འོ་ནི། ང་ལ་ད་ལྟ་ཕོ་གཟའ་གཅིག་གི་བླ་བཟང། ད་ང་མི་ཚེ་ནང་ལོ་ལ་རྒྱལ་བ་རིན་པོ་ཆེ་ཐུགས་ཕམ་བཅུག་མེད་འདི་ང་ནི། མི་ཚེ་ནང་ལོ་ནི་གལ་ཆེ་ཤོས་ཡིན་ང་སང་ཉིན་ཤི་ན་འགྱོད་པ་མེད་ང་མི་ཚེ་ནང་འགྱོད་པ་མེད་བ་དེ་འདི་ཡིན་ཟེར་ལག་གི་འདུག་ཨ། ང་ཚོ་བོད་མི་རྩམ་ཟན་ཡིན་ན་འགྱོད་པ་མེད་བ་དེ་སྐྱབས་མགོན་རིན་པོ་ཆེ་ཐུགས་ཕམ་ཕམ་བཅུག་མེད་ན་འགྱོད་པ། ད་འགྱོད་པ་མེད་བ་ཡིན་ན། ད་ང་ཚོ་ཚང་མ་ད། ད་དངོས་གནས་ཁོ་རང་གཉིད་སད་རན་འདུག་ཡང་ལངས་རན་འདུག་ནི་བཞུད་རན་འདུག་བཞུད་ཡིན་པ་བཞུད་ས་དེ་ག་བར་བཞུད་གོ་ར་ན་སོ་སོ་ས་གནས་ཀྱི་ཕྱོགས་བཞུགས་སྤྱི་འཐུས་ཡོད་ན་ཕྱོགས་བཞུགས་སྤྱི་འཐུས་དེའི་གོ་འདྲ་ལ་འགྲོ་ནི་ད་ཁྱོད་ཚོ་ཡར་བཞུད་ད་ཁྱོད་ཚོ། ཁྲིམས་གཞི་སྲུང་གི་ལས་ཀ་འཁེལ་གོ་འདུག་ལས་འགན་གནང་གོ་འདུག་ཨ་ནི་ཡིག་བྱང་སུམ་ཅུ་སོར་དགུ་བ་དེ་གོ་ནི་བླངས་པ་ཡིན་ན་ང་ཚོ་མི་མང་གིས་ད་འདི་ལ་བཟོད་ཐབས་མེད་སེང་ཁྱོད་ཚོ་དགོངས་པ་བཞུད་ལན་དགོངས་པ་བཞུད་ཡིན་གཅིག་མིན་གཅིག་བསྡད་དགོས་ཡ་མི་འདུག་ཨ། ཁྱོད་ཚོ་ཕི་གི་གྲོས་ཚོགས་ཀྱི་རྐུབ་བཀྱག་ལ་ལ། ཁ་ལོར་སོ་སོའི་སྒེར་གྱི་གྲོགས་པོ་བཙོང་ས་མ་རྟགས་ད་ལྟ་ཆོས་བརྒྱུད་ཀྱི་སྤྱི་འཐུས་ཁག་བཅུ་དེ་དག། དགེ་བསྐོས་དང་མཁན་པོ་དང་ཨ་ནི་གདན་ས་གྲྭ་ཚང་ག་ལ་བརྩི་གི་མི་འདུག་ད། གདན་ས་གྲྭ་ཚང་ཁག་ཚང་མ་གསན་རོགས་གནང། ཁྱོད་ཚོ་ལ་བརྩི་གི་ཡོད་མ་རེད་ཁོ་ཚོ་གྲོས་ཚོགས་ཚོགས་ཚ་ནས་ཨ་ནི་ག་བ་འགྲུག་བ་རེད་ཨུར་རྒྱན་སྟོབས་རྒྱལ་ཙག་འགྲུག་གི་ཡོད་རེད་ད། ཨོ་རྒྱན་སྟོབས་རྒྱལ་སུ་རེད་ཁྱོད་ཚོ་རྩད་གཅོད་བྱེད་རོ་ཅིག་ཁྱོད་ཚོ་གི་མི་དེ་འདྲས་ཅིག་བདམས་ནས་བཏང་གནང་ཡོད་རོ་ཨ་ད་ནང་ལོག་ལ་ད་ཁོ་ཚོ་ག་རེ་བྱེད་ཀྱི་འདུག་ད་ཁོ་ཚོ་ཕེ་གེ་ལ་ཡུ་ཀེ་རེན་དང་ར་ཤི་ཡ་གཉིས་དམག་རྒྱག་གི་འདུག་ཨ་འབོམ་ང་ཚོ་གི་ཡིག་བྱང་སུམ་ཅུ་སོར་དགུ་བ་དེ་ང་ཚོ་ནང་ལོག་ལ་ཞུ་ཡ་གི་འབོམ་དེ་རེད་ད་ད་གང་ཅེས་འབར་རྫས་འདི་ད་འདི་རེད་ཤག་ཡིག་བྱང་སུམ་ཅུ་སོར་དགུ་ལས་འདི་འོང་འདི་ད་གང་ཅེས་གདན་ས་གྲྭ་ཚང་ཁག་གི་དངོས་གནས་དྲང་གནས་ཚང་མེད་ཀྱི་ཐུགས་ཁུར་ཆེ་བཞེས་ཐོག་ནས་ད་གང་ཅེས་ཆོས་བརྒྱུད་ཆེན་པོ་ལྔ་གི་མིང་གྲགས་ཀྱི་འདུག་ད་གང་ཅེས་ཁོ་ཚོ་གི།

ཁྲིམས་གཞི་བསྲུང་གི་ལས་ཀ་བྱེད་རོགས་གནང་ཡིག་ཆང་སུམ་ཅུ་སོར་དགུ་བ་མགོ་ནས་ནི་གླ་རྔན་མེད་བ་བཟོས་དགོས་འདུག་ལ་ནི་ངོ་དེ་འདྲའི་ཅིག་ལྟ་མགྱོགས་པོ་བྱུས་ན་མ་གཞི་ང་ཚོའི་གི་དམངས་གཙོ་ཀ་བ་གསུམ་ནས་གཅིག་དེ་ཐོ་རེངས་ཡིན་པ་ཉག་གཅིག་རེད་ནི་ཁོང་ཚོ་མགོ་ཡ་དེ་ལྟ་ཐབས་མེད་ཐབས་ཤོར་འདི་ག་རང་རེད་ཁོང་ཚོའི་གི་བཅའ་ཁྲིམས་ཟིན་བྲིས་ནང་ལོགས་གི་འདི་ག་རང་དམིགས་ཡུལ་བྱིན་ཁྱེའུ་དམིགས་ཡུལ་ངེས་ཅན་སྡུག་ཅག་ཅིག་ཁྱེའུ་རེད་ཞོན་ཡིན་པ་ཨ་ནི་ད་རེས་པགས་སངས་གིས་ད་ལྟ

མཚན་བཤད་དྲུ་ཡལ་གྱི་རྟ་མངའ་རིས་ཀྱི་མིང་ཁྱེར་ནས་ནི། རྟ་གཟེངས་རྟ་དང་རྟ་ཡིན་ན་ཕི་གའི་སྒ་ལ་འདྲི་ནར་ལ་གི་དུ་བ་ཨ་ནི་འདི་དང་གཉེན་པ་དང་དེ་འདྲའི་ཀྲི་གི་དུ་བ་ད་ད་ཚོགས་གཙོ་ཟུར་པ་དང་ཚོགས་གཞོན་ཟུར་པ་ལ་འོང་དེ་ལ་ང་ཚོ་མངའ་རིས་མི་མང་གིས་དེ། ང་ང་ཚོ་མངའ་རིས་མང་ཚོགས་ཀྱི་མངོན་འདོད་འདི་མ་རེད། ང་ཚོའི་མངའ་རིས་མང་ཚོགས་ཀྱི་མངོན་འདོད་འདི་སྐྱབས་མགོན་རིན་པོ་ཆེའི་དགོངས་གཞི་གཞི་བཟུང་ཤར་བསྐྱོད་བྱེད་ཡག་ཨ་ནི། ང་ཚོའི་བོད་མིའི་སྒྲིག་འཛུགས་འདི་བོད་མིའི་སྒྲིག་འཛུགས་ལའེ་དེ་ག་རེ་རེད་ལབ་ན་བོད་མིའི་སྒྲིག་འཛུགས་ལའེ་དེ་གཞིས་བྱེས་བོད་མི་གཉིས་ཀྱི་མཚོན་ཐུལ་གྱི་སྐུ་ཚབ་འདི་བོད་མིའི་སྒྲིག་འཛུགས་རེད་ད། བོད་མིའི་སྒྲིག་འཛུགས་འདི་མེད་ན་ཨ་ནི་ང་ཚོ་ཚང་མ་ད། མེད་བ་ད་གཅིག་པར་ད་བོད་མིའི་སྒྲིག་འཛུགས་འདི་མེད་ན། ངོ་དེ་བཞིན་ད་བོད་མིའི་སྒྲིག་འཛུགས་འདི་གཏོར་བཤིག་བཏང་ཉེ་ཨ་ནི་དེ་འདྲེ་ལ་ཨ་ནི། ད་གཟེངས་རྟགས་ད་ཨ་ནི་ད་གཅིག་སྤྲད་ཀྱི་ཡོད་བ་དེ་ང་ཚོའི་མངའ་རིས་མི་མང་གི་འདི་མ་རེད་ཟེར་ལ་ནི་ངོ་འདི་བཞིན་ནི་ད་ང་ཚོའི་ཐད་གཏོང་བྱེད་འགྲོ་གི་ཡོད་རེད།

བོད་མི་རྩམ་སེན་གཅིག་རེད་བོད་མི་བོད་གངས་ཅན་པ་རེད་སྐྱབས་མགོན་རིན་པོ་ཆེ་མཆོག་གི་སྤྱི་དཔང་རེད་མ་གཞི་འདི་ཡོག་ལ་ཕྱི་གི་ཡང་ང་ད་ལྟ་དེ་འདྲའི་གོ་ཡ་ཡོད་མར་དེ་ལྟ་ཡིན་ནས་གི་སོ་སོ་ཁུང་དང་ལུང་དང་དེ་ཚོ་དོ་ཡོང་གིར་བ་ཡིན་ནས་གི་ངོ་འདི་ད་ང་ཚོའི་གི་ག་རི་རེད་དོ་ཨ་ནི་ངོ་འདི་ཐད་གཏོང་ཅི་ཡོད་ཨ་ནི་ད་རིང་རེ་ས་ལྷག་པར་བ་ཨ་ནི་ཕུར་བུ་པ་སངས།

གར་ཞུ་བ་ལྟ་སྤྱི་པའི་འཐུས་མི་གི་ཆ་རྐྱེན་ཚང་གི་མེད་པ་བོད་མིའི་རྩ་དོན་ལ་གནོད་ཀྱི་ཡོད་པ་གིས་ནི་སྤྱི་འཐུས་སྐུ་ཚབ་ཁ་ཤས་བྱེད་ཐོག་ད་དེ་ཚོ་གི་བྱེད་སྟངས་དང། བྱེད་ལུགས་ལ་མཐོང་སོང་ན་ནི་ད་སྟོད་གོ་ན་ནི་ད། མཚམས་གཅིག་ལ་སེམས་པ་སྐྱོ་མཚམས་གཅིག་ལ་ད་དངོས་གནས་ག་ག་རེ་བྱེད་དགོས་ཡོད་ན་ག་འདྲེ་བྱེད་དགོས་ཡོད་ན་དེ་འདྲེ་བསམ་བློ་འཁོར་བསྡད་རོགས་ནི་ད་ཡག་པོ་བཤད་ཡ་ཡོང་གི་མི་འདུག་ཨ་ནི།